བདག་ཉིད་དེ་རིང་གི་སྤྱོད་འཇུག་ཆེན་མོའི་བྱང་ཆུབ་སེམས་ཀྱི་ཕན་ཡོན་བསྟན་པའི་ལེའུ་ལས་ཤོ་ལོ་ཀ་བརྒྱད་ཀྱི་སྐོར་དུ་མ་གཅིག་ཞུ་བྱེད་ཀྱི་ཡིན། ད་ཤོ་ལོ་ཀ་བཅུ་དབང་ནས་བྱས་ནས་ཉི་ཤུ་རྩ་གཉིས་བར་དུ་རེད་འདུག། ད་དེ་གའི་ནང་དོན་སྤྱི་ཡི་ནང་ལོགས་ལ་མ་ཚུད་བསྡད་ཀྱི་ཡོད་རེད། སྨོན་འཇུག་གི་ཕན་ཡོན་བཤད་པ་ཟད་དེ་ནང་ལོགས་ལ། ད་དེའི་དྲུག་པ་དེ་རེད་ནང་དོན་སྤྱི་ནང་ང་ནག་ཚུད་འདུག་ཟེར་ཁ་བྱང་གཟིགས་བར་བས་ད་ས་བཅད་དེ་མང་གོ་བཞི་བརྒྱབ་ཐུབ་ན་ནང་དོན་མ་འགྲུབ་པའི་ཁྱད་པར་ཡོད་རེད་ལ། ལྷག་པར་དུ་གཞུང་ལུགས་རང་ལ་གོ་བ་ལེན་ཡའི་ཐོག་ནས་ཁ་གསལ་པོ་དང་མ་འདྲེས་པས་ད་ནུས་པ་ཆེན་པོ་ཐོན་དགོས་བར་བྱས་ཙང་ང་ནག་ཚོས་ད་གོང་ལ་ཞུས་ཚར་ཡ་དེ་ནང་དོན་ང། ཆ་དེ་གོ་བ་རེད་སྡིག་པ་དག་པའི་ཕན་ཡོན་ནས་བྱས་ནས་དཔེ་མངགས་པའི་ཕན་ཡོན་པོ་ཏོ་ནང་དོན་ང་ཡོད་རེད་པ་བ་ད་དེ་གས་རེད། ད་དེ་རིང་གི་ཤོ་ལོ་ཀ་བརྒྱད་དེའི་ནང་ལ་གཙོ་བོ་དེ་སྨིན་འཇུག་གི་ཕན་ཡོན་ཞེས་པ་གསལ་ཏེ་ཆགས་ཏེ་འོག་སྨོན་པ་སེམས་བསྐྱེད་ཀྱི་ཕན་ཡོན་དང་འཇུག་པ་སེམས་བསྐྱེད། ད་དེ་གཉིས་དཔེ་ཡག་པོ་བར་ང་ན་ཚོའི་འཚོ་བའི་ནང་ལ་ད་སྣང་ཚུལ་དེ་རྟག་པར་ཡོང་བསྡད་ཡ་ཆེ་རེད། སྨོན་པ་ཟེར་ལབ་དུས་ད་རེ་བ་ཁ་ཏི་གི་བོར་བ་བསམ་བློའི་ནང་ལུགས་ལ་ཨོ་ངས་དེ་འདྲས་ཅིག་བྱེད་དགོས་ཨ་ངས་དེ་འདྲས་ཅིག་བྱེད་དགོས་ཀྱི་འདུག་ཨ་ནི་ཡག་ག་ལ་བསམ་ཡག་དེ་འདྲས་ཀྱི་ཐོག་མའི་རེ་བ་དང་ཀུན་སློང་འཛིན་ཡོང་གི་ཡོད་པ་རེད་དེ་ཡང་རྫ་ཆེན་མོ་རེད་ཡག་པོ་རེད་འདི་མེད་ན་ལས་ཀ་དངོས་ལ་འཇུག་ཡས་དེ་ཡོང་གི་ཡོད་མ་རེད་པ་བྱས་ཙང་འདི་སྨོན་པ་ཙམ་ཟེར་དེ་འདྲས་ཅི་རེད་ད་དེ་ནས་འཇུག་པ་ཟེར་དེ་ཨེ་ལག་ལེན་དངོས་སུ་བསྟར་བའོ་དེའི་སྐབས་ཀྱི་ཡང། བསམ་བློ་བྱེད་བར་བ། འོ་ད་དེ་འདྲས་ཅི་རེད། སྨོན་སེམས་དང་འཇོག་སེམས་བྱས་བྱས། ད་དེ་གཉིས་གཉིས་ཀྱི་ཕན་དེ་མ་ཞུ་བསྡད་དགོས་བ་རེད། ཨ་ད་དང་པོ་གར་གསུང་དགོས་བ་རེད་ལབ་ཡོང་དུས་ངེད་ལ་སྨིན་བྱུང་གཉིས་ཀ་གི་ཕན་ཡོན་མ་ཤེས་པས་ཀྱི་མགོ་ད་ག་རང་ལ་དབྱེ་འབྱེད་ཅི་བཏང་གནང་དགོས་བ་རེད། འདི་ག་འདྲས་རེད་ལབ་ཡོང་དུས་ནི་ང་ནག་ཚོའི་གོང་ལ་ད་ཕན་ཡོན་མང་པོ་ཡོད་རེད་ཟེར་གི་བྱང་ཆུབ་ཀྱི་སེམས་དེ་རྡོག་རྡོག་འདྲ་བོ་གཡེམ་བྱེད་སྡང་བ་ཡིན་ན་སྣ་ཁ་གཉིས་ནང་ལོག་ལ་བསྡུ་འགྲོ་དགོས་བ་རེད། བྱང་ཆུབ་སེམས་དེ་མདོར་བསྡུས་ན་རྣམ་པ་གཉིས་སུ་ཤེས་བྱ་སྟེ་བྱང་ཆུབ་སེམས་དེ་མདོར་བསྡུས་པ་ཡིན་ན་རྣམ་པ་གཉིས་རང་རེད་གཅིག་གི་མིང་ལ་ག་རེ་ཟེར་གི་རེད་ལབ་ན་སྨོན་སེམས་ཟེར་གི་རེད་བྱང་ཆུབ་སྨོན་པའི་སེམས་དང་ནི་བྱང་ཆུབ་འཇུག་པའི་སེམས་ཡིན་ནོ། འོ་དེ་སོང་མ་རེད་ད་དེ་ག་རེ་རེད་ཞུས་པ་ཡིན་ན། སྐྱེ་བ་དེ་ངོས་འཛིན་གནང་སོང་ང། ད་ང་ན་ཚོས་རྗེས་སུ་གཙོ་བོ་དེ་སྒོམ་རྒྱབ་དགོས་གོ་རེད་བ། བསམ་བློའི་ནང་ལོགས་ལ་དྲན་ཤེས་བསྟེན་བྱས། ད་སྒོམ་ལ་གནང་ཀ་མང་པོ་ཡོད་རེད་དེའི་ནང་ལོགས་ན་ང་ཚོས་དུས་གང་གི་གནས་སྐབས་སུ་ཡང་སྒོམ་རྒྱབ་བྱོས་ཡག་དེ་ཨོ་སྨོན་སེམས་ཟེར་ན་དེ་འདྲས་ཅིག་རེད་ད་ང་ད་ལྟ་འཇོག་སེམས་ཟེར་ཡག་དེའི་སྐབས་ལ་སླད་འདུག་སླད་མི་འདུག་ཨ་ཁྱེད་རང་ཁྱེད་རང་བརྟག་དཔྱད་གནང་གིན་གནང་གིན་ལ་ད། ལྟོས་ཟེར་བ་ནང་བཞིན་བྱས་ནས་དྲན་ཤེས་བསྟེན་ཡག་དེ་ཆགས་དེ་གོ་རེད་དེའི་གནས་སྐབས་སུ་ཁྱེད་ཡག་དེ་གནད་འགག་ཆེ་ཤོས་ཅིག་རེད། དེ་མེད་ན་ཨང་ང་ནག་ཚོས་ཐ་མདའ་དེ་འདྲས་མ་བྱས་ཚེ་སློབ་སྦྱོང་བྱས་ཡག་དེ་ག་རེ་སློབ་སྦྱོང་བྱས་ཏེ་གཅིག་པོ་རེད་ལབ་ན་སྦྲུམ་དེ་འདྲས་ལོག་པ་དེ་གཅིག་པོ་ཆགས་དེ་གོ་རེད་ལོ་དུས་ཙམ་པ་ཉམས་མཚར་པོ་དང་སྙན་པོ་དང་ཅིག་ཚིག་ཐོག་ཁ་བ་འདྲ་པོ་ཞིག་མཐོང་མེད་མ་གཏོགས་ཨ་ནི་ཀློག་ཚར་དུས་སོ་སོ་ལ་ཁ་ཁྱེད་མེད་པ་ཆགས་ཡག་བྱུང་གི་ཡོད་རེད་པའོ་དེ་འདྲས་ཆགས་ཡག་གི་ཉེན་ཁ་ཡོད་རེད་དེ་ཡིན་ཙང་ཡང་ང་ནག་ཚོས་ཐ་མདའ་སྤྱོད་འཇུག་དང་དུ་རྩོམ་མ། ཀློག་ཡག་དང་སློབ་སྦྱོང་གནང་ཡག་དེ། གཞན་དག་ཀློག་པ་དང་རྩ་བ་ཉིད་ནས་འདྲ་གི་ཡོང་མ་ད་ཏིག་ངས། ངའི་ཉི་མ་གཅིག་གི་སྡུག་བསྔལ་ཉུང་བོ་བཏང་ཡག་དང་ངའི་ཉི་མ་གཅིག་ལ་སྟོབས་ཤུགས་སྤྲད་ཡག་དང། ང་རའི་ནུས་པས་ད་ལྟ་དཀའ་ངལ་མང་པོ་གཅིག་ལ་ཁ་བཏེ་བཅག་ཐུབ་གི་མི་འདུག་དེ་འདྲས་ཡིན་ཙང་ངས་དགེ་ཚད་ཆེན་པོ་ཞི་བ་ལྷས། ནས་བརྩམས་པའི་སེམས་ཁམས་ཀྱི་གཞུང་ལུགས་སྤྱོད་འཇུག་ཟེར་ཡག་དེའི་ནང་ལོགས་ནས་སྟོབས་ཤུགས་གསར་པ་གཅིག་གཡག་བྱས། ཨ་མྱེས་འཚོ་བ་དེ་སྔར་ལས་ལྷག་པའི་སྒོ་ནས། ཞི་བདེ་ཚ་བ་གཅིག་དང། བག་ཡོད་པ་གཅིག་དང། ལྷིང་འཇགས་གཅིག་དང། དོན་སྙིང་ལྡན་པ་གཅིག་སྐྱེལ་གྱི་ཡིན་སྲིད། ཨ་ང་ནག་ཚོས་ད་འགྲོ་སྟངས་ད་ག་འགྲོ་གི་ཡོད་པ་བྱས་ཙང་དེ་ཧ་ཅང་གི། གལ་ཆེན་པོ་བྱས་གི་འདུག་དེ་འདྲས་རེད་བྱས་ཙང། ཡང་ང་ནག་ཚོས། གཅིག་ངས་དེ་ཁི་སི་ནས་ཞུ་ཡ་བྱས་ནས་ལས་བྱེད་བཞག་པ་རུ་དེ་ཞུ་ཐུབ་མ་སོང། སྤྱིར་བཏང་ང་ནག་ཚོ་སློབ་སྦྱོང་སའི་བྱེད་དུས་ཙམ་པ་ཨང་དང་པོ་སྤོབས་པ་ཆེན་པོ་གོ་རེར་བ། ངས་ཤི་འགྱི་རེད་བསམ་པས་མ་གཏོགས་ང་ཅི་བྱེད་ཅིག་མེད་ང་ལ་ཅི་བྱེད་ཅིག་ཚང་གི་མེད་ང་ལ་གཉིད་ཚང་གི་མེད་ཟེར་བྱས་ནས་ཁ་ཡར་ཡར་བྱོ་རེད་བ་སོ་སོས་སོ་སོ་ལ་སྨྲ་སྨྲ་པོ་བཟོ་ཡ་ཅིག་དེ་རྩ་བ་ཉིད་ནས་མེད་པ་བཟོ་དགོས་གོ་རེད། གང་ཡིན་ཟེར་ན་སྤྱོད་འཇུག་བོད་ཡིག་སྟེང་ལ་འདུག་ཨ་ནི་ང་བོད་རིགས་ཡིན་ཨ་ནི་ཁྲི་ངན་གྱིས་ནི་བོད་སྐད་སྐྱོད་ཚེ་ཁྲིད་ཀྱི་འདུག་ཨ་ནི་ང་ཚོ་ག་འགའ་ཅིག་ག་རེ་ཞུ་བ་རེད་ད། མིའི་རིགས་འདྲ་པ་དེ་ནི་གཅིག་པ་ཡིན་བསམ་ནས་ད་ང་རེ་ཨུ་ཚུགས་རྒྱབ་བཟུང་ན་མཐར། རྒྱལ་སྲས་ཆེན་པོ་ཞི་བ་ལ་ཁོ་རང་ནང་བཞིན་ཆགས་སྲིད་པ་རེད་བསམ་ནས་ད་རེ་བ་དང་ཡིད་ཆེས་སྤོབས་པ་དེ་འདྲའི་དགོས་ཡ་དེ་གལ་ཆེན་པོར་བསྟིམ་མ་གཏོགས་ཡང། གཞུང་ལུགས་ཚད་ཆོབ་ཚ་བོ་རུ་བ་སོ་སོའི་དང་པོ་སེམས་ནང་ལོག་ནས་གདེང་ཚོད་མེད་པ་ཆགས་སོང་ན། དོན་དང་གི་ཁྲག་རུ་ཧྲག་གྲུ་ངན་ཟུར་བཅད་དེ་འདྲས་བྱེད་འགྲོ་འོ་འདི་ང་རང་ལ་དངོས་སུ་མྱོང་བ་ཡོད་བྱས་ཙང་ང་ཚོས་སློབ་སྦྱོང་བྱས་ཡོང་དུས་ཨུ་ཚུགས་རྒྱབ་བརྩོན་པ་སྐྱེས་རུ་བ་ཤེས་རབ་བསམ་གཞིགས་ཟད་དུ་ཚོ་ད་ཁ་བྲལ་ཡོང་མ་རེད་དེའི་སྟེང་ལ་ད་དུང་ག་རེ་སྒུག་གི་འདུག་ལབ་སོང་ན་འོ་ངས་ཤིང་གི་རེད་བསམ་ཡ་ཅིག་ངེས་པར་དུ་སྒུག་དགོས་བ་རེད། བྱས་ཙང་དེ་ཡི་མདུན་དུ་ནམ་ལྷན་གྱི་ཡང་འདི་དྲག་པོ་རེ་ཅིག་དེ་འདྲའི་གའི་ཐུགས་སམ་ཞེས་དགུག་གོ་བ་མ་རུ་བ་དྲང་པོ་ཞུས་ན་ང་ནགས་སུ་མི་དང་མིའི་བར་ལ་སྐད་ཆ་འཕྲད་ན་དང་པོ་གོ་བརྡ་མ་སྤྲོད་ན་སྐད་ཆ་ཡང་ཡང་བཤད་རྒྱུ་བརྒྱབ་རྒྱུ་རེད། གཉིས་པ་གོ་བརྡ་མ་སྤྲོད་ན་གསུམ་པ་བཤད་རྒྱུ་བརྒྱབ་པའི་ཡུལ་དེ་དུ་སྐད་ཆ་བཤད་པ་ནང་བཞིན་མདོར་བསྡུས་ན་དེ་ཡི་གེ་ཐོག་ནས་མ་ཡོང་བསྡད་ཀྱི་ཡོད་དུས་དེ་འདྲས་ཀྱི་གོ་བ་ཕྱི་ནས་བཞག་ན་འགྲིག་བསྡད་ཡོད་པ་རེད། ད་ཡང་འདི་ནས་གར་སོང་འདུག་ལབ་སོང་ན་ཡང་བསྐྱར་དྲི་བ་ཅིག་སླེབས་རེད་ཨ་ལས། ད་བྱང་ཆུབ་སེམས་ཟེར་ཡ་དེ་གཉིས་འདུག། སྨོན་སེམས་དང་འཇོག་སེམས་ཟེར་བྱས་སྣ་ཁ་གཉིས་འདུག། ད་ཡིན་ནའི་ངས་དེ་གཉིས་ཀྱི་ནང་དོན་ཧ་གོ་མ་སོང། ག་འདྲས་ཅིག་ལ་སྨོན་སེམས་ཟེར་གྱི་ཡོད་མེད་དང་ག་འདྲས་ཅིག་ལ་འཇོག་སེམས་ཟེར་གྱི་ཡོད་མེད་ཧ་གོ་མ་སོང། ད་འགྲེལ་བཤད་བསྐྱོན་རོགས་བྱས་ལབ་དུས་ད་ཡང་འགྲེལ་བཤད་བསྐྱོན་རེད། འགྲོ་བར་འདོད་དང་འགྲོ་བ་ཡི་བྱེ་བྲག་ཇི་ལྟར་ཤེས་པ་ལྟར་དེ་བཞིན་མཁས་པས་འདི་གཉིས་ཀྱི་བྱེ་བྲག་རིམ་བཞིན་ཤེས་པར་བྱ། འོ་ད་འདི། འགྲེལ་བཤད་སྐྱོན་རེད། ད་འདི། དཔེ་བཞག་པར་ད་དཔེ་བཞག་པའི་སྒོ་ནས་འགྲེལ་བཤད་སྐྱོན་པ་རེད། སྙིང་རྗེ་བོ་བཞི་བོ་བརྗོད་བ་རེད། ད་ང་ན་ཚོ། སྨོན་སེམས་དང་འཇུག་སེམས་ཟེར་ཡ་འདི་མི་གཅིག། ལ་ངག་ལ་འགྲོ་བའི་བརྒྱུད་རིམ་ནང་ལ་གསལ་གསལ་ཐིང་ཐིང་ཞིག་ཧ་གོ་ཐུབ་ཡ་ཡོད་རེད། དཔེར་ན་ནང་ལ་ད་ཁོ་རང་དེ་རིང་ང་ཤར་གྱི་གྲོང་ཁྱེར་གཅིག་ལ་འགྲོ་དགོས་བསམ་བྱས་ལ་ངག་འདི་ལ་འགྲོ་དགོས་བསམ་བྱས་སེམས་ནང་ལ་འགྲོ་ཡི་འདོད་པ་ཡོད་དུས་ཁོ་རང་ནང་ལ་བསྡད་བསྡད་ཡོད་དུས་བསམ་བློ་དེ་སྐྱེས་ཚར་བ་རེད། འགྲོ་བར་འདོད་དང་ཟེར་དུས་ཙམ་མ་འགྲོ་འདོད་ཡོད་པ་ད་ག་རང་ག་རེ་ཆགས་པ་རེད་ལབ་ན་སྨོན་སེམས་འདྲ་བོ་ཞིག་རེད། ད་དེ་ནས

བྱེ་བྲག་སི་ཏུ་ཙམ་པོ་དང་དེ་གཉིས་ཀྱི་ཁྱད་པར་མི་འདྲ་བ་སོགས་པར་འགྲོ་བ་དང་འགྲོ་བ་ཡི་བྱེ་བྲག་ཇི་ལྟར་ཤེས་པ་ལྟར། བྱེ་བྲག་ཡང་མེད་ན་ཁྱད་པར་སྐུ་གཉིས་ཀྱི་མི་འདྲ་བའི་ཁྱད་པར་དེ་འདྲས་ཡོད་པ་ནང་བཞིན་བྱས་ནས་ཨ་ནི་མཁས་པས་སྐྱེས་ལས་སྨོན་སེམས་དང་འཇོག་སེམས་གཉིས་ལས་གོ་བ་ག་འདྲས་ཅིག་བསྣན་པ་རེད་ལབ་དུས་ཙམ་པ་བྱེ་བྲག་རིམ་བཞིན་ཤེས་པར་བྱའོ། འདི་ནང་བཞིན་བྱས་རྗེས་དབྱེ་འབྱེད་དང་ཡལ་དུ་ཤེས་པ་རེད། ད་འདི་གཙོ་བོ་ག་རེད་ལབ་ན། གཅིག་འདི་ང་སྡུག་བསྔལ་ལས་ཅིག་གར་ཞུགས་པ་རེད། ཐ་རག་བྱས་ཏེ་སངས་རྒྱས་ཀྱི་གོ་འཕང་ཐོབ་ན་རེ་བ་ཡང་མེད་ན་ང་རྨོངས་པའི་གཉིད་ལས་སད་ཅིང་སངས་རྒྱས་གོ་བ་ཐོབ་ན་བསམ་བདེ་བར་དུ་གཅིག་གིས་ཨུ་ཚུགས་བགྱིར་བྱེད་ད། སྦྱིན་པ་གཏང་གི་ཡོད་རེད་བཟོད་པ་སྒོམ་གི་ཡོད་རེད་ཨ་ནི་སེམས་ལ་དྲན་ཤེས་བསྟེན་གི་ཡོད་རེད་སྤྱོད་ལམ་ལ་འགྱུར་ལྡོག་གཏང་གི་ཡོད་རེད་སློབ་སྦྱོང་ཉིན་རེ་ལ་མ་བསྡད་པ་བྱེད་ཀྱི་ཡོད་རེད་དེ་འདྲའི་བྱ་སྤྱོད་དངོས་སུ་བརྩམས་དུས་ཀྱི་བསམ་བློ་དེ་ལ་ཨང་ག་རེ་བསྲེས་ཀྱི་རེད་ལབ་དུས་བརྩམས་པ་ཅོག་སེམས་སུ་འགོག་རེ་བྱས་བྱས་ད། ཁོ་གཉིས་ཀྱིས་དབྱེ་འབྱེད་བཏང་ད་ད་གོ་བ་འདྲ་པོ་དེ་དེ་འདྲའི་སྟེང་ནས་ལན་དགུ་གོ་བ་རེད། ཨོ་དེ་འདྲའི་ཟེར་ནས་ང་ནག་ཚོ་གོ་བ་ལེན་ཡ་བྱས། ད་ནི་ང་ནག་ཚོའི་འཚོ་བའི་ནང་ལོ་ལེགས་ད་ག་རེད་ཨང་དང་པོ་ང་ཚོ་གོ་ཐོག་སད་སད་དེ་གལ་ཆེན་པོ་ཧྲིལ་བོ་རེད། བས་ད་སྡུག་བསྔལ་ག་འང་སྡིག་གི་ཡིན་བསམ་རེ་བ་རྨོངས་པ་ག་འང་ཤེས་མགྱོགས་ཡིན་བསམ། ཨ་ནི་ཅིག་ཕམ་པ་ག་འང་རྒྱལ་ཁ་འཐབ་པ་ཡིན་བསམ་བྱས་དོ་ཚོ་ནོ་སོང་ན་ད་ང་ཚོ་བས་ད་མགོ་ལོག་ཆེན་པོ་བརྩིས་པ་རེད་བྱས་ཙང་ཐོག་མར་གོ་ཐོག་སད་བྱས་བསམ་བློའི་ནང་ལོ་ལ་ཅིག་ཡང་མེད་ན་མཁས་པ་བྱེད་འདོད་ཡང་མེད་ན་རླབས་ཆེན་གྱི་མི་སྣ་བྱེད་འདོད་ཡང་མེད་ན་སོ་སོའི་མི་རིགས་དེ་ཅིག་བྱས་རྗེས་འདྲ་པོ་བཞག་པའི་འདོད་པ་ཡོད་པར་བ་ཡང་མེད་ན་རིག་གཞུང་འདྲ་པོ་གསར་དུ་ཅིག་ཁ་སྐོང་བྱ་ཡག་པའི་འདོད་པ་ཡོད་བ་ཡང་མེད་ན་མེས་བོས་བཞག་པའི་རིན་ཐང་ཅན་གྱི་ད་བཅུ་ཕྲག་གི་རིག་གཞུང་འདོ་ཚོ་ལ་ངས་ཐབས་ཤེས་གསར་ཅིག་གི་ཐོག་ནས་འཕེལ་རྒྱས་བཏང་ཡག་དང་ཉེན་པ་སླར་གསོ་བྱེད་ཡག་ལ་འདོད་པ་འདྲ་པོ་ཅིག་ཡོད་བ་ཚང་མ་ལོ་ག་རེ་ལ་བྱུང་ན་དང་པོ་ལས་བསམ་བློའི་སྟེང་ནས་གོ་རྟོགས་སད་རྗེས་ཡོང་བསྡད་དགོས་བར་བ་བྱས་ཙང་དེ་ཡིན་དེ་དུས་བསམ་བློའི་དང་པོའི་བསམ་བློའི་ཀུན་སློང་ཟེར་དེ་ཧ་ཅང་གི་གལ་ཆེན་པོ་ཆགས་བསྡད་གོ། དེ་མེད་པ་ཡིན་ན་ཨ་ནི། ང་ཚོ་ཅིག། ལག་ལེན་གང་ལ་འགོ་བཙུགས་ཟེར་དེ་རྩ་བ་ཉིད་ནས་ཡོང་བསྡད་གོ་བ་མ་རེད། བྱས་ཙང། དེ་ཡིན་དུས་དེ་དེའི་ནང་ལོགས་ལས་ཨ་ལས་ཨང་དང་པོ་སྨོན་སེམས་ཟེར་དེ་དང་པོ་དེ་བཞག་འདུག་བ་དེ་ཡང་ཧ་ཅང་ཡག་པོ་རེད། རོ་བ། ཁྱེད་རང་ཅིག། བསམ་བློ་འདི་འཁོར་ཐུབ་པ་ཙམ་གྱིས་དཔའ་བློ་བ་ཡོན་མགྱོགས་ཀྱི་བསམ་བློའི་ལྟ་གཞི་གཏན་འཁེལ་ཡོང་བར་བྱ། བྱས་ཙང་དེ་འདྲས་རེད་ད་དེ་ནས་གཉིས་པ་དེ་ཡང་འཇུག་པ་ཟད་པས་མེད་པ་ཡིན་ན་ད་ང་ཚོ་དངོས་གནས་སླེབས་ས་དེ་སླེབས་རྩ་བ་ཉིད་ལ་ཐུག་མ་རེད་བསམ་བློའི་ནང་ལ་སླེབས་རོགས་བྱས་ན་བསམ་བྱའི་འདོད་པ་འདྲ་པོ་ཅིག་ཡོད་པ་ཡིན་ནའི་ལས་བྱ་བྱེད་དངོས་མ་བརྩམས་པ་ཡིན་ན་ནམ་ཡང་སླེས་ཐུག་མ་རེད་བྱས་ཙང་འདི་ཡིན་འདི་དུས་སྦྱོར་བ་ལག་ལེན་ཟད་དེ་ཧ་ཅང་གི་གནད་འགག་ཆེན་པོ་རེད་བྱས་ཙང་འདིའི་ནང་ལོགས་ལ་ང་ཚོ་དེ་རིང་སྨོན་སེམས་དང་འཇོག་སེམས་ཟེར་ཡ་གཉིས་ཡོད་པའི་ནང་ལོགས་ནས་ད།

འོ་དེ་འདྲའི་རྗེས་རེད། ད་དེ་ནས་སྨོན་སེམས་དང་འཇུག་སེམས་ཀྱི་ཕན་ཡོན་དུ་གསུངས་སྐོར་དང་པོ་སྨོན་སེམས་ཀྱི་ཕན་ཡོན་ཏེ། བྱང་ཆུབ་སྨོན་པའི་སེམས་ལས་ནི་འཁོར་འདས་འབྲས་བུ་ཆེ་ཆུང་ཡང། ཇི་ལྟར་འཇུག་པའི་སེམས་བཞིན་དུ་བསོད་ནམས་རྒྱུན་ཆགས་འབྱུང་བ་མིན། ད་སྨོན་སེམས་དང་འཇུག་སེམས་ཀྱི་ཁྱད་པར་གསུངས་སྐོར། ཇི་ལྟར་ང་ན་ད་ག་རེད། བསམ་བློའི་ནང་ལ་བྱུང་རོགས་བྱས་ན་བསམ་ནས་ལག་ལེན་ལ་མ་བརྩམས་ན་ཡོང་གི་ཡོག་མ་རེད་པ། དེ་འདྲ་ཡིན་ཙང་ད་དེ་གཉིས་ལ་ད་ཧེ་བག་ཆེན་པོ་ཡོད་པ་དེ་ང་ཚོས་མངོན་གསལ་དོད་པོས་མཁྱེན་ཐུབ་ཡག་ཅིག་རེད་རེད་པ། དེ་ཡིན་དེ་དུས་དཔེ་ན་ང་ནག་ཚོ་དེ་འདྲས་ཟེར་རེད་ད་ད་ལྟ་ནམ་རྒྱུན་རྒྱལ་སྤྱིའི་ཁང་ལ་ལག་ལེན་དང་རེ་བ་ཟེར་དེ་གཉིས་གཉིས་ཀྱི་ཁྱད་པར་འདྲ་པོ་དེ་ག་རེ་གསུང་འོག་རེ་ལབ་གཏམ་རྒྱུད་བཅོས་བ་དེ་ལ་ཨ་ནི་དགེ་རྒན་ཆེན་མོ་གཅིག་གིས་ད་ལྟ་བསླབ་གྲྭ་ལ་འདུག་སའི་གཏམ་བཤད་གནང་པའི་སྐབས་སུ་ཨ་ཁོ་རང་གི་ལག་པ་ལ་རྒྱ་ལོག་ཅིག་སོང་ཅིག་བསྡད་ཡོད་རེད། རྒྱ་ལོག་སོང་ཅིག་བསྡད་ཡོང་དུས་ཨ་ནི། སླབ་གྲགས་དེ་གས་ལ་ད་དེ་སླབ་གོ་བར་གོ་སྐབས་དམ་འཛིན་བྱེད་ཡག་དང་ལག་ལེན་བསྟར་ཡག་གི་སྐོར་གི་སློབ་ཚན་གསལ་བོར་བས་ད་གཏམ་བཤད་དེ་གས་མ་གནང་བཞིན་བསྡད་ཡོད་རེད་ཨ་ཁོ་རང་གིས། ང་ཚོ་དངོས་གནས་མི་ཚེ་དོན་སྙིང་ལྡན་པ་དང་གྲུབ་འབྲས་ཟད་དེ་དགོས་ཀི་ཡོད་ན་ལག་བསྟར་བྱེད་ཡག་ཟེར་ཡག་དེ། དཔེར་ན་ང་ཚོས་དཔེ་དེབ་བལྟས་པ་ཡིན་ནི་རེད་ད་ག་ནང་བཞིན་བསམ་བློ་བཏང་བ་ཡིན་ནི་རེད་མཐར་ག་བར་བབ་དགོས་བ་རེད་ལབ་ཡོང་དུས་ལག་ལེན་གྱི་དངོས་སུ་ཁྱོད་ཀྱིས་གང་ལ་བབ་མ་ཐུབ་པ་ཡིན་ན་ཤེས་བྱ་ཚང་མ་རུལ་འགྲོ་དགོས་བ་རེད། ད་ག་རང་རེད་པ་ང་ནང་ཚོས་དཔེ་དེབ་བལྟ་ཡག་དཔལ་དུ་མང་པོ་ཞུ་བ་བྱས་ནི་ལས་དངོས་གནས་བྱས་ན་ཤེས་བྱ་བེད་སྤྱོད་བཏང་ཡག་གི་རིན་ཐང་ཟེར་ཡག་དེ་སུ་གང་གིས་འགན་འདྲེན་ནམ་ཧེ་བཅོས་པ་ཟེར་རེད་པ་དཔེར་ན་ང་ནང་ཚོས་ཁ་ལག་གི་དེབ་འདྲ་པོ་ཞིག་བལྟས་ནི་ཁ་ལག་བཟོ་ཡག་སྦྱངས་དང་མ་སྦྱངས་སྦྱངས། ཁ་ལག་ཁྱོ་ནས་མ་བཟོས་བ་ལག་བསྟར་མ་བྱས་ན་ད་ཁོའི་ཁ་ལག་འཇང་ཡག་གི་ཤེས་བྱ་འདི་གའི་དངོས་གནས་ཀླད་པའི་ནང་ལོགས་ལ་རེ་མོ་ཙམ་བྲིས་པ་རེད་མ་གཏོགས་ལྟ་འདིའི་ནོར་བུ་ཁྱོན་ནས་ཐོན་ཡ་ཡོད་མ་རེད། འོ་དེ་འདྲ་ཡིན་ཙང། འཇང་པའི་ཤེས་བྱ་བེད་སྤྱོད་ཟེར་ཡ་དེ་ང་ཚོ་མི་ཚོའི་ནང་ལོགས་ནས་མི་ཡུལ་ཐར་ཐུག་ཅིག་ལ་ད་བརྒྱུད་རིམ་ཐར་ཐུག་ཅིག་ལ་བཞག་དགོས་ཡ་དེ་གལ་ཆེན་པོ་ཞོར་གྱི་ཆགས་འགྲོ་བ་རེད་འོ་དེ་འདྲ་ཡིན་ཙང། རྒྱ་ལག་དེ། ད་རྒྱ་ལོ་དེ་ཡ་ཆར་བྱས། སློབ་མ་ཁྱེད་ཚོ་སུ་ལ་བསྐོས་ནས་ལག་པ་བརྐྱངས་ཞུ་ལབ་རེད་ལག་པ་བརྐྱངས་ཞུ་ལབ་ཚེ་ཨ་ནི་ལག་པ་བརྐྱངས་ནས་སློབ་མ་མང་པོ་ཞི་བ་བྱུང་མ་རེད། ཨ་ནི་སུ་ལ་བསྐོས་ནས་ལག་པ་བརྐྱངས་ཞུ་ལབ་དུས་ཚང་མ་སློབ་མ་གཅིག་གིས་གློ་བུར་དུ་ཧོབ་ཏུ་ལངས་རྗེས་དེ་ནས་ཡར་ཕྱིན་རྗེས་དགེ་ལགས་ཀྱི་མདུན་ནས་རྒྱ་ལོ་དེ་ཚུར་གླན་རྗེས་ཁོ་རང་མང་ད་ག་བསྡད་པ་རེད། བསྡད་དུས་ཙམ་པོ་ཨ་ནི་དགེ་ལགས་ཀྱིས་འགྲེལ་བཤད་བརྒྱབ་རྗེས་འོ་འདུག་ཟེར་རེད། ཁྱེད་ཚོ་དངུལ་དགོས་ངེས་ཀྱི་མི་མང་པོ་བྱོངས་སུ་ངང་སེ་ལག་པ་བརྐྱང་ཉེན་ཡིན་ནའི་ཡ། ལངས་ཆའི་དངོས་སུ་གྱ་ལོ་གླེང་བྱེད་མ་བསྡད་ཐུབ་ཉེན་གྱི་སློབ་མ་གཅིག་མ་གཏོགས་བྱུང་ཡོང་མར་ཆ་ཚང་གཅིག་ལ་གྲུབ་འབྲས་དངོས་སུ་ཐོབ་པ་རེད་གཞན་དག་དེ་གས་ལ་གྲུབ་འབྲས་དེ་བྱུང་ཡོང་མ་རེད། འོ་ད་འགྲེལ་བཤད་འདི་སྐྱོན་པ་རེད། ཆ་ཚང་འདི་ཡིན་དུས་དཔེ་འདི་ཡིས་ང་ནག་ཚོ་ལ་ག་རེ་མཚོན་ཐུབ་གོ་རེ་ལམ་བསམ་བློའི་ནང་ལ་བཞག་པ་ཡིན་ན་ཨང་ང་ཚོ་འདི་ནམ་རྒྱུན་བོད་བའི་དཔེ་བྱེད་བར་པ་ཤིང་སང་པགས་པའི་འོག་ནས་རུས་བསལ་ཡག་བྱེད། ཆ་ཚང་ང་ཚོ་ད་ལྟ་དཔེ་ད་སྦྱང་ཡག་མང་ཐག་ཆོད་བེད་སྤྱོད་བཏང་ཡག་ཉུང་ཐག་ཆོད་དུས་ཙམ་པ་དམིགས་བསལ་ཨེ་ལེ་ང་ཚོས་ད་ཅིག་སྐྱོན་བརྗོད་ཆེན་མོ་ཁ་སང་ནས་དེ་རིང་པོ་དུ་ང་ཚོས་དུ་ད་སློབ་སྦྱོང་གནང་པ་རེད་ད་ཡིན་ནའི་དེའི་བརྒྱུད་རིམ་ནང་ལོགས་ལ་ཅིག་ཉིན་རེ་ཉིན་རེ་ཅིག་དྲན་ཤེས་ཀྱི་དམིགས་ཡུལ་ལ་བཞག་དགོས་ཡ་དང་ད་ག་ནང་བཞིན་ང་ནག་ཚོས་ད་སྒོམ་རྒྱབ་པ་ཟིག་རུ་བ་སྦྱོང་བརྡར་བྱས་པ་ཟིག་འོ་དེའི་གི་ལག་ལེན་འབྲི་དགོས་ཡ་གི་ལྕགས་ལམ་མང་ཆེ་དེ་འདྲས་ཟེར། དེའི་འདི་དུ་ང་ནགས་སུ་དེ། ལག་ལེན་ལ་ནར་མ་བཏུབ་པ་ཡིན་ན་ཡང་ཡས་དེ་ག་རེ་དང་གཅིག་པུ་ཕྱག་དྲུག་རེ་ལབ་དུས་འཇུག་དེ་ཆ་ཚང་རྫོགས་སྤྲོད་དུ་བརྩམས་པ་བྲོ་བ་ཁ་ཤས་ཅན་མ་གཏོགས་མེད་པ་ཕྱག་དྲུག་གང་ཡང་ལབ་ཟུར་ན་སྦྱངས་པའི་ཤེས་བྱ་ལག་ལེན་ལ་བསྟར་ཡ་དང་བེད་སྤྱོད་བཏང་ཡ་དེ་ཉུང་ཉུང་ཆགས་པར་བ། ཆ་ཚང་བེད་སྤྱོད་བཏང་ན་དངོས་གནས་བཤད་ན་འཛམ་བུ་གླིང་འདིའི་སྒང་གི་སློབ་སྦྱོང་དངོས་གནས་ཤེས་ཡ་དེ་བེད་སྤྱོད་ནས་ཤེས་ཀྱི་རེད་གསུངས་འདུག་ག། དང་པོ་ཤིང་བ་ཟས་དེ་ལྟ་བུ། སྲབ་སྒྲ་ཚང་ཤིང་བའི་མོ་དོ། དངོས་སུ་ད་གྲོང་ཁྱེར་དེ་ལས་གྲོང་ཁྱེར་དེ་མྱོང་རོལ་བྱས་ཟས་དེ་གའི་གངྒཱ་བལ་ཆུ་གི་ནང་ལོགས་ལ་ཡོད་རེད་ཟེར་བྱས། དེ་ཡིན་དེ་དུས་ང་ང་ཚོ་ཚོ་བེད་སྤྱོད་བཏང་དགོས་ཡོད་དེ་གལ་ཆེན་པོ་རེད་རེད་བ། འདུག་བྱས་ད་ང་ཚོས་བསམ་བློ་བཏང་རོགས་བ་བྱང་ཆུབ་ཀྱི་སེམས་དེ་འདྲ་ཡིན་ན་བསམ་བློ་བཏང། འཇོག་སེམས་ཟས་དེ་ངས་དུས་ཚོད་ག་ནས་ག་དེ་བུད་དོ་འཇོག་སེམས་ལ་འགྲོ་གི་འདུག་དུས་ཚོད་ག་ནས་ག་དེ་བུད་དོ་སྨོན་སེམས། སེམས་ཟས་དེ་ལ་འགྲོ་གི་འདུག་འོ་དེ་འདྲས་ཀྱིས་ད་ཅིག་སོ་སོས་སོ་སོ་ལ་ལྟ། ཚོད་ལྟ་དང་སོ་སོས་སོ་སོ་རང་གཅུན་གྱི་ཚད་གཞིར་སྦྱར་ཡ་འདི་གལ་ཆེན་པོ་རེད་ཤག། འོ་འདི་བྱས་ལ་ནི་ད་དེ་ནས་ངས་ཅིག་ཞུ་ཡ་ཅིག་ག་རེ་ལབ་ཡོང་དུས་བྱང་ཆུབ་ཀྱི་སེམས་ཟེར་ཡ་དེ་ཁོ་རང་གི་ངོ་བོ་འདྲ་པོ་དེ་ཕྱོགས་གཉིས་ནས་བྱ་ཡ་བ་རེད། གཅིག་དེ་ཁོ་རང་གིས་ག་རེ་བསམ་མོ་ལྟ་མགོ་བ་རེ་ལབ་དུས་ཙམ་པ་ང། སྐྱོན་གང་ག་མེད་པ་བཟོ་ཡ་གཅིག་དང་ཡོན་ཏན་གང་ག་ད་ཅིག་ཚང་མགྱོགས་གཅིག་གི་གནས་གཅིག་ལ་ཡ་འགྲོ་ཡག་དེ་དམིགས་ཡུལ་ལ་བཞག་ཡོག་རེད། གང་གི་ཆེད་དུ་དམིགས་ཡུལ་དེ་བཞག་ཡོད་ལབ་དུས་ཙམ་པ་ནི། མཐའ་ཡས་པའི་འགྲོ་བ་སེམས་ཅན་ཚང་མའི་ཆེད་དུ། ཨང་ངེས་གོ་འཕང་དེ་བརྩོན་ལེན་བྱེད་ཀྱི་ཡོད་བཟོ་བྱས་ཚེ། ད། བསམ་བློ་འདི་འདྲས་ཅི་རེད་ཐོབ་ཚེ་བྱང་ཆུབ་དོན་གཉེར་བྱས་ནས་ག་རེའི་ཆེད་དུ་འཆི་བར་ལབ་དུས་སེམས་ཅན་སྡུག་བསྔལ་ལས་གྲོལ་ཡག་གི་ཆེད་དུ་ཐོབ་བྱ་བྱང་ཆུབ་ཀྱི་གོ་འཕང་དེ་དོན་གཉེར་བྱེད་དགོས་བ་རེད། དེ་འདྲས་ཡིན་ཙང་ཡང་འདིས་ང་རང་ཚོའི་བྱང་ཆུབ་ཀྱི་སེམས་ཟད་དེ་གཞན་དག་དང་མ་ནོར་བ་བྱས་ཚེ། ཁ་གསལ་བོ་གཅིག་གི་ཐོག་ནས་གོ་ལེན་དགོས་དེ་གལ་ཆེན་པོ་རེད། དེ་ང་རང་ནམ་རྒྱུན་བྱང་ཆུབ་ཀྱི་སེམས་ཟེར་ཡ་དེ་དེ་གཅིག་བསམ་བཏང་གི་ཡོད། གཅིག་ང་ནག་ཆུ་ཁ་བཏུད་ཡིན་ནའི་གཅིག་སྡུག་བསྔལ་དང་བྲལ་ན་བསམ་ཡ་དང། གཅིག་བདེ་བ་དང་བྲལ་ན་བསམ་ཡ་དུ་ཚོད་ཡང་ཡག་པོ་རེད་བ་ད་མི་ལ་བསམ་བློ་ཡག་པོ་བཏང་ཡ་དེ་ཡག་པོ་རེད། ད་ཡིན་ནའི་བྱང་ཆུབ་ཀྱི་སེམས་ཟེར་ཡ་དེ་དམིགས་བསལ་ག་རེ་བ་རེད་ལབ་རྒྱབ་ལོག་ལ་ཤེས་རབ་ཀྱི་རྒྱབ་ལྗོངས་ཡོད་རེད། ངའི་ལ་ང་ར་ཡག་པོ་ཅིག་བཟོ་གི་ཡིན་ང་རང་ཆ་ཚང་མགྱོགས་ཅིག་ནུས་པ་ཡོན་མགྱོགས་ཅིག་བཟོ་གི་ཡིན་ང་རང་ནུས་པ་མེད་ན་མི་ལ་ཅིག་བསམ་བློ་བཏང་ནི་ལ་བསམ་བློ་ཙང་རེ་རེ་བཞག་མ་གཏོགས་དངོས་ཡོད་ཀྱི་ཕན་ཐོག་སྒྲུབ་ཡག་དེ་ཡོང་གི་མི་འདུག་ཟེར་ནི་དེ་བཟུང་གི་ཡོད་རེད་པ་བྱས་ཙང་ང་ཚོ་དེ་འདྲས་ཅིག་རེད་པ་དཔེར་ན་ཁྱེད་རང་གི་མི་མང་པོ་ཅིག་ལ་རྨོངས་པའི་མུན་པ་སེལ་འདོད་གི་ཡོད་ན་ཁྱེད་རང་གི་ཨང་དང་པོ་དེ་སློབ་སྦྱོང་བྱེད་ཡག་དང་ཁྱེད་རང་གི་ཤེས་རབ་བསྐྱར་སྐྱེ་ཡག་དེ་ད་ལྡོག་ཏུ་མེད་པའི་ལང་ཀ་ཨང་དང་པོ་དེ་བྱེད་དགོས་ཡོད་རེད་དེ། ངས་ལ་ཕྱིན་པ་ཡིན་ན་ཁྱེད་རང་གི་གཞི་ནས་ཁྱེད་རང་གི་བསམ་བློའི་ནང་ལ་ཡོད་པ་ནང་བཞིན་སྨུག་ཉིད་ནས་བགྲོད་ཐུབ་དགོས་རེད་པ་དཔེར་ན་ང་ནགས་སུ་སྨན་པ་གྱེས་པ་ནང་བཞིན་རེད་སྨན་པ་གྱེས་པ་དེས་ནད་པ་ལ་སློབ་སྟོན་ཅིག་གནང་ཡོང་དུས་ཨ་ནི་ནད་པས་ག་རེ་ནོར་བྱས་ན་ཚ་སྐྱེས་པ་དང་ད་ག་ནང་བཞིན་ན་ཚ་དེ་ལ་སྔོན་འགོག་ག་འདྲས་བྱེད་དགོས་པ་ན་ཚ་དེ་ལྡོག་དུས་ཙམ་པ་སྨན་ག་རེ་བསྟེན་དགོས་ཡག་སོགས་ཚང་མ་སྨན་པས་མ་གསུངས་ཐུབ་དགོས་རེད་པ་དེ་དང་དམིགས་བསལ་ན་བཟའ་དེ་གྲགས་ན་བསམ་ཡག་གི་བསམ་བློ་གཉིས་ལ་ཁྱད་པར་ཆེན་པོ་འདུག་ཨ། འོ་འདི་རླབས་ཆེན་པོ་ཆེ་རེད་བསམ་གྱི་འདུག་བྱས་ཙང་ད་གོང་ལ་སྨོན་སེམས་བསལ་ཡག་འདི་འཇོག་སེམས་ནང་བཞིན་གྱི་བསོད་ནམས་རྒྱུན་ཆགས་སུ་སྐྱེ་ཡག་གི་ཕན་ཡོན་དེ་འདྲ་ཡོག་མ་རེད་ཡིན་ནའི་ཕན་ཡོན་ཡོད་རེད་གསུངས་སྐོར་རེད་བ། ཁོ་ལ་ཁོ་ཚོས་འབྲས་བུ་ཆེན་པོ་ཡོད་པ་ད་ད། གཞུང་ལུགས་ནང་ལུགས་ལས་གསུངས་ཡོད་རེད་དོན་དངོས་ལ་ད་ག་རེད། དཔེ་བྱས་བཞག་གནང་ཡོད་རེད་དཔེར་ན། ཕ་ལམ་ཟས་དེ་ག་ཚད་ཅིག་ཆགས་པ་ཡིན་མིན་ལས། ནོར་བུའི་རིགས་གཞན་དག་ཐམས་ཅད་ཟིལ་གྱིས་གནོན་གི་རེད་འདི་ཁོ་རང་ཕ་ལམ་རེད་པ། ཡང་ཕ་ལམ་ནང་ལུགས་ལས་ཕ་ལམ་ཡོད་རེད་ཕ་ལམ་གཅིག་ལས་གཅིག་བརྫི་གི་དང་གཅིག་ལས་གཅིག་རིན་ཐང་ཆེ་དང་གཅིག་ལས་གཅིག་ཆ་ཚང་བ་སྐྱོན་མེད་པ་དེ་འདྲས་ཡོད་ཆོག་གུ་རུ་པ་བ་དེ་འདྲས་ནང་བཞིན་རེད། ད། འཇོག་སེང་གེ་ཕན་དེ་རེད་ཤག་འཇོག་སེང་གེ་ཕན་དེ་ག་འདྲས་གསུངས་འདུག་ཞུ་བ་ཡིན་ན། གང་ནས་བཟུང་སྟེ་སེམས་ཅན་ལ་མཐའ་ཡས་རབ་ཏུ་སྒྲོལ་བའི་ཕྱིར་མི་ལྡོག་པ་ཡི་སེམས་ཀྱིས་སུ་སེམས་དེ་ཡང་དག་བླངས་གྱུར་པ། དེ་ནས་བཟུང་སྟེ་གཉིད་ལོག་གམ་བག་མེད་གྱུར་ཀྱང་བསོད་ནམས་ཞུགས། རྒྱུན་མི་འཆད་པ་དུ་མ་ཞིག་སྣང་བ་མཉམ་པ་རབ་ཏུ་བྱུང། བ་ད་དེ་རེད་ད་དེ་ཡའོ་ཞུ་བ་རེད་བ། ང་ནགས་སུ་གཉིད་ཉལ་བ་ཡིན། བག་མེད་བཟི་ལྟ་བརྩམས་པ་ལྟ། ཅིག་བཞད་དང་གཉིད་ཉལ་ཞབས་རོ་འཁྲབ། དེ་འདྲས་བྱས་བདེ་ནལ་ལས་སོ་སོ་ལ་གྲུབ་འབྲས་བར་མ་ཆད་དུ་ཐོན་གྱི་ཡོད་ནར་བ། དེ་འདྲས་ཡོད་ར་བ་ང་ཚོ། དཔེར་ན་ང་ཚོས་མིག་གིས་མཐོང་ཡང་ཨ་ལས་ཚོང་བ་འདྲ་བོ་ཅིག་ལ་ཆ་བཞག་ནར་བ། དང་བོད་ཀྱི་ཚོང་གི་ཆེ་བཞི་འདྲ་བོ་དེ་ཡག་པོ་ཅིག་བྱོན་པ་ཡིན་ན་ཨ་ནི་ཞུགས་འདུག་བ་སྦྱིན་བདག་སོར་དེ་ཚོང་ཁང་ནང་མ་བསྡད་ནལ་ལས་ཁེབས་སང་དེ་གི་ཚང་མ་ལོ་བྱང་བུའི་ནང་ལོ་ལ་ཧྲག་ཧྲག་ཧྲག་ཧྲག་འཛུལ་ཡོང་གི་འདུག་བ། ཨོ་འདི་ན་ཞེས་རེད་གསུང་གི་ཡོད་རེད། ད་འདི་དཔེ་ཞུ་གི་ཡོད་ད་དཔེ་ཁ་གསལ་པོ་འདྲ་པོ་བྱུང་ན་རུ་པ། བྱས་ཙང་གང་ནས་བཟུང་འདི་སེམས་ཅན་ཁམས་ད། འཇུག་སྡོམ་ཟེར་ཡ་ཁོ་རང་གི་ངོ་བོ་དང་ཁྱད་ཆོས་འདྲ་པོ་འདི། ཁ་རས་ལོན་ཐོན་ཅིག་ཞུས་གི་ནང་བཞིན་མཐའ་ཡས་པའི་སེམས་ཅན་གཅིག་ཀྱང་ཕ་ཡིམ་ཅིག་དང་ཡང་མེད་པ་རུ་པ། ད། མདོར་བསྡུས་ན་སྲོག་ལྡན་གྱི་སྤྱི་ཚོགས་ཡོད་དོ་ཅོག་འོ་དེའི་ནང་དུ་བཅུག་བྱས། འདི་གས་སྡུག་བསྔལ་གྱི་རྒྱ་མཚོ་ལས་སྒྲོལ་བའི་ཕྱིར་དུ། འདི་གས་ཀྱང་བདེ་སྐྱིད་ཟད་མཐའ་མེད་པ་ཅིག་ས་ལ་ཡར་འགོ་ཡག་གི་ཕྱིར་དུ་ཨ་ནི་ངས་ག་རེ་བྱེད་ཀྱིན་ཡིན་ལབ་སུ་ན། ད་ལས་ཀ་བྱེད་ཀྱིན་ཡིན། ལས་ཀ་ག་རེ་བྱེད་ཀྱིན་ཡིན་པ་སློབ་སྦྱོང་བྱེད་ཀྱིན་ཡིན། བཟོད་པ་སྒོམ་གྱིན་ཡིན་དེ་རིང་ནས་ཅིག་མི་ལ་འཛུམ་མདངས་ཀྱི་སྦྱིན་པ་བཏང་གིན་ཡིན། དེ་རིང་ནས་ཆད་ཅིག་མི་ལ་ཅིག་ང་རང་ཞི་བདེ་བག་ཕེབས་ཀྱི་ཚོར་བ་ཡོད་པའི་མ་ཚད་མི་ལ་ཡང་ཞི་བདེ་བག་ཕེབས་ཀྱི་ཚོར་བ་སྤྲད་ཐུབ་པ་བྱེད་ཀྱི་ཡིན། དེ་རིང་ནས་བྱས་ཚེ་ངས་རྨོངས་དཔལ་གྱི་དྲ་བ་འདི་གའི་ཤེས་རབ་ཀྱི་རལ་གྲིལ་བསྟན་ཆེད་མྱུར་ནས་མྱུར་དུ་བཅོལ་གྱི་ཡིན་བསམ་ཡག་གི་ད་དམ་བཅའ་དེ་འདྲའི་བཞག་པ་ཡིན་ན་གསུང་གི་ཡོད་རེད་བ་ད་དེ། འཇོག་སེམས་ཟད་དེ་སོ་སོའི་བླངས་པ་འདིར་བ་གཞན་དག་ཁེལ་ཡོང་མ་རེད། འོ་དེ་འདྲས་བྱས་ཚེ་ད་ཞོག་གས་དཔེར་ན་ང་ན་ཚོ་མི་ཚེ་གཅིག་གི་དུས་ཚོད་དེ་འཇོག་སྡོམ་འདྲ་བརྒྱབ་ཡོང་དུས་ཉི་མ་གཅིག་ལ་མ་འཇོག་སྡོམ་བརྒྱབ་ཆོག་གི་རེད། ཁོ་ཉི་མ་རེ་རེ་རེ་རེ་ཡག་པོ་ཆགས་པ་ཡིན་ན་ལོ་ཡག་པོ་ཆགས་ཀྱི་རེད་ལོ་ཡག་པོ་ཆགས་སོང་ན་མི་ཚེ་ཡག་པོ་ཆགས་འགྲོ་གི་རེད་དེ་འདྲ་ཡིན་ཙང་ལེ་ཞོགས་ཀྱེ་ང་ཚོས་འཇོག་སྡོམ་གྱི་བླངས་པ་བྱ་བྱ་འདུག་ཟེར་བ། ངས་དེ་རིང་མཐའ་ཡས་པའི་སེམས་ཅན་སྡེ་བརྒྱད་ཀྱི་ཆེད་དུ་ཨ་ནི་ངས་ལས་བཟང་དེ་འདྲ་ཅིག་བྱེད་ཀྱི་ཡིན་ང་རང་ལས་ཁུངས་ནང་ལས་ཀ་བྱེད་དུ་བསམ་བློ་དེ་འདྲ་ཅིག་ལག་རྟགས་དེ་འདྲ་ཞིག་བསྟར་གྱི་ཡིན་བསམ་རྗེས་འོ་དེ་བླངས་པས་ཞུ་གསུང་བར་དང་མེ་ཏོག་པ་ཡི་སེམས་ཀྱི་སུ་སེམས་དེ་ཡང་དག་བླངས་གྱུར་པ། དེ་ནས་བཟུང་རྗེས་ཨང་ཁྱེད་རང་ཉིན་མོའི་ཁོང་དུ་བ་ལྟོ་ཟ་དུས་ཡིན་ནི་རེད། ད་ག་ནང་བཞིན། ཅིག། མཚན་གུང་ལ་གཉིད་ལོག་དུས་ཡིན་ནི་རེད། ཡང་མིན་ན་ཁྱེད་རང་ད་ག་སུ་ལྷོད་ལྷོད་བྱས་བྱས་གཞས་འདྲ་པོ་ཞིག་ཉན་པ་ཡིན་ནི་རེད། འོ་ད་དེའི་སྐབས་སུ་ཡིན་ནི་ལེ། ཁྱེད་རང་ག་རེ་བྱེད་ཀྱི་རེད་ལབ་དུས་ཙམ་པ། ཕན་ཡོན་འདི་རྦད་དེ་ཅིག། གཅིག་གང་ལ་གཅིག་གཉིས་གང་ལ་གཉིས་བྱས་བྱས། སྡོང་པོ་རྒྱས་པ་ནང་བཞིན་བྱས་བྱས་རྒྱས་ཡོང་གི་ཡོད་རེད་གསུངས་གོ། དེ་ནས་ཁར་ས་དེ་ནས་བཟུང་སྟེ་གཉིད་ལོག་ག་བག་མེད་གྱུར་ཀྱང་བསོད་ནམས་ཤུགས་རྒྱུན་མི་ཆད་པ་དུ་མ་ཞིག་ནམ་མཁའ་ལྟར་མཉམ་པ་རབ་ཏུ་བྱུང་བ་རེད། འདི་ང་ནག་ཚོའི་ཨ་ལས། བྱང་ཆུབ་ཀྱི་སེམས་འཇོག་སེམས་ལ་མ་ཞུ་བ་བྱས། ཆུང་ཆུང་ཆིག་གི་ཐོག་ནས་བསམ་དང་ནེར་པ། མི་ནག་ང་ནག་ཚོ་ཞོགས་ཀ་ཡ། གཅིག་སྔ་རྗེས་ཡར་བཞེངས་རོགས་པ་ཞོགས་པ་སྔ་ལངས་འདྲ་བོ་གནང་ཐུབ་པ་ཡིན་ན་ནི་དྲན་པ་གསལ་པོ་ཡོད་པ་ད་ག་ནང་བཞིན་དུས་ཚོད་འཁྲུལ་ལམ་མ་འགྲོ་བ། ཉིན་མ་དེའི་ཉིན་གང་དེ་གཅིག་ལུས་ཀྱི་གནས་བབ་འདྲ་པོ་དེ་ཡང་སིད་སིད་འདྲ་པོ་བྱེད་ལ་གནས་ཐུབ་ཡ་ཡི་ཁྱད་པར་ཆེན་པོ་ཡོད་བ་རེད་ཨ་ནི་ཨང་དང་པོ་ལངས་ཡོང་དུས་ང་ནག་ཚོས་ཨང་དང་པོ་དྲན་ཤེས་ལྡན་དགོས་ཀྱི་འདུག་བ་ད་ང་ཚོས་དྲན་པ་ཉེ་ཤར་སྒོམ་དགོས་ཀྱི་ཡོད་བ་སྒོམ་རྒྱབ་ཅེར་བ་ཨ་དེ་རིང་གི་ང་ད་ལྟ་ལངས་རྒྱུ་བྱུང་སོང་དེ་འདྲའི་དགའ་ལགས་སམ་ཨ་ནི། གསང་བདེ་སྟངས་ཚར་བ་དག་ད་ཁྱེད་རང་གར་བྱེད་ཀྱི་རེད་ལབ་དུས་ཙམ་ལ་ད་གདོང་པ་དྲུག་ག་ཕེབས་ཡོད་རེད་བ། གདོང་པ་དྲུག་ག་ཕེབས་དུས་ཙམ་ཨང་ཁྱེད་རང་སོ་མའི་ཕྱུག་པོ་ནས་ཚེ་ཁྲུས་སྐྱེས་པ་ནས་ཆེ་ཚེ་ག་འགའ་ཁྱེད་རང་ལ་དངོས་གནས་བྱས་ན་ཆགས་ཀྱིན་རེད་དེ་གས་དེ་གས་ལ་གསང་སྟངས་ཚེ་ཨ་ནི། ང་དེ་འདྲའི་ག་ལ། སོ་སོ་ལ་ཁྲུས་སྐྱེས་ཡ་མཚོན་ནས་ཚེ་ཕུན་སུམ་ཚོགས་པོ་དེ་འདྲས་ཞིག་འདུག་དེ་འདྲས་ཀྱི་སྟེང་ནས་ཨ་ནི་སོ་སོ་ཉི་མ་དེའི་བྱ་བ་དེ་འགོ་ཚུགས་ཐུབ་སོང་བསམ་ཚེ་སྤྲོ་སྣང་དེ་འདྲས་ཡོད་པ་ཡིན་ན་དེའི་ཉིན་མོ་ཉིན་གང་ཁོ་རང་ལ་གསང་བ་དེའི་གཏུག་ཤུ་འདྲ་བ་གཅིག་གིས་ལྷུག་ཤི་ཤི་བསྡད་ཡག་རེད་དེ་ནས་ཁྱེད་རང་ལྷོད་ལྷོད་བྱས་བྱས་ཁ་སྤྲུ་ལག་སྤྲུ་དེ་གའི་ཚར་སོང་ན་ཡང་གཅིག་གཙང་སྦྲ་འདྲ་བ་བྱེད་དགོས་ཀྱི་ཡོད་ན་རུ་བ་ཨ་ནི་དཔེ་དེབ་འདྲ་བ་ཀློག་དགོས་ཀྱི་ཡོད་ན་དེ་ནས་ཞོགས་ཟས་ལ་རོལ་གི་རུ་བ་ཨ་ནི་ཞོགས་ཟས་ལ་རོལ་དུས་ཙམ་པ་ཡང་ཞོགས་ཟས་དེ་ལྷོད་ལྷོད་བྱས་ལོངས་སྤྱོད་བྱས་རུ་བ་ཁྱེད་རང་སུ་ཞིག་ཆུ་གུ་ཡོད་ན་ཡང་མེད་ན་སྒོ་ང་འདྲ་བ་ཆུ་གུ་ཡོད་ན་ཡང་མེད་ན་སོལ་ཆ་འདྲ་བ་ཆུ་གུ་ཡོད་ན་འོ་མ་འདྲ་བ་ག་རེ་ཡི་ཆུ་གུ་ཡོད་ནས་ལས་ཨ་འདི་གའི་ཚང་མ། ནི། འབྲོག་པའི་བཀའ་དྲིན་ཡང་མིན་ན་ཞིང་པའི་བཀའ་དྲིན་ཡང་མིན་ན། གྲོང་ཁྱེར་ནང་གི་སོ་སོ་སོ་སོ་ལ་ཐོན་སྐྱེད་བྱ་ངན་གྱི་བཀའ་དྲིན་དེ་འདྲ་ལ་བརྟེན་ཅིང་ང་ཞོགས་པ་དེ་བདེ་སྐྱིད་དང་ལྡན་པའི་ངང་ནས་ཟས་ལ་རོལ་ཐུབ་པ་བྱུང་སོང་ཁྱེད་རྣམས་ཚོ་ལ་བཀའ་དྲིན་ཞུ་གི་ཡིན། ངས་ཀྱང་ཟས་དེ་ཟས་བྱས་ལུས་པོ་དེ་གསོས་བྱས་དོན་སྙིང་ཡོད་པའི་ལས་ཀ་བྱེད་ཀྱི་ཡིན་བསམ་པའི་བསམ་བློ་དེ་འདྲ་བཏང་ཐུག་སོང་ན་ད་འདི་ག་རེ་སྲིད་ཀྱི་རེད་ལབ་ན་དངོས་གནས་མཆན་འདིའི་མིང་ལ་སྒོམ་ཟེར་གྱི་རེད་རོ་བ། དེའི་མིང་ལ་གྷར་སི་ཀི་རའི་ལབ་ཏུ་བརྩམས་པ་ཀུན་སློང་ཡག་པོ་ཟིག་རེད་ད་དུང་དེའི་མིང་ལ་གྷར་སི་ཀི་རའི་ལབ་ཏུ་བརྩམས་པ་མགོ་བརྩམས་ན་ཡག་པོ་བརྩམས་པ་ཟིག་རེད་དེའི་ཉིན་ག་སེམས་ཁུ་ར་ལ་ཅིག་ནམ་རྒྱུན་གཞན་དང་མི་འདྲ་བའི་དྲུང་ཤ་དོད་པོ་དང་ཅིག་ཡང་ཟེར་ཟེར་འདྲ་པོ་ཡོད་ཡང་ཡོད་རེད། བ་དེ་ནང་བཞིན་ཟེར་ཟེར་ཨང་ང་ནག་ཚོས་འཇོག་སེམས་དེ་ཟམ་གདང་སྒུག་རེད་དེ་འདྲས་བྱས་ཟེར་བ་ཟམ་གདང་ན་དེ་རེད་བྱས་ཙང་འདི་ཡིན་འདི་འདུག་ད་ང་ནག་ཚོས་སེམས་ཁམས་ཀྱི་སྦྱོང་བརྡར་དེ་འདྲས་བྱས་རྗེས་གཙོ་གཙོ་གྷར་སི་ཀི་རའི་ལབ་ཏུ་བརྩམས་པ་སེམས་ལ་དུས་དང་དུས་སུ་དྲན་ཤེས་བརྟེན་ཅིང་སྦྱོང་བརྡར་སྤྲད་དེ་རེས་མོ་དུ་སེམས་ལ་སྦྱོང་བརྡར་སྤྲད་ཐེངས་མོ་གཅིག་སྤྲད་རྗེས་ཡང་བཞག་སོང་ན་ཁོབ་ཏུ་ཆེ་གར་བ་འོ་འདི་ནང་བཞིན་བྱས་ནས་ང་ནག་ཚོས་རྒྱུན་ཆད་ཡོང་མ་རེད་དོ་ཚོ་ཡིན་ནའི་ཧོ། སྐར་མ་གཅིག་སྐར་མ་གཉིས་དེ་འདྲས་ཀྱི་དུས་ཚོད་མང་དུ་དགོས་མ་རེད་ཨོ་འདུ་སེ་བྱས་རྗེས་ཨོ་ད་ཡང་ངས་བྱང་ཆུབ་སེམས་ཀྱི་བསླབ་བྱ་ནི་རྒྱས་འགྲོ་འདུག་ག་ངས་སེམས་ཅན་ལ་གནོད་པ་བགྱིད་འགྲོ་འདུག་ག་ཁོང་ཁྲོ་ལང་འགྲོ་འདུག་ག་ཡང་མིན་ན་བཞུད་འགྲོ་འདུག་ག་ཡང་མིན་ན་འཛིང་འགྲོ་འདུག་ག་ཡང་མིན་ན་སྐད་ཆ་རྩུབ་པོ་བཤད་འགྲོ་འདུག་ག་ཡང་ངས་ངས་ད་ག་དོན་དག་མེད་པ་ཞིག་ལ་མི་གཞན་དག་ལ་འགྲན་སེམས་སྐྱེ་གི་འདུག་ག་བསམ་བྱས་དེ་འདྲ་གི་བསམ་གཏང་ཐུབ་པ་ཡིན་ན་དཔེ་མ་ཟོས་ཡག་པོ་ཡོད་རེད། འོ་དེ་འདྲས་རེད་ཤག་རབ་ཏུ་ཡོང་གི་རེད་ད་དེའི་གར་ཞུ་འགོ་བ་ར་ལབ་ཡང་འདི་བཟུང་འགོ་བ་ད་འདི་ངས་ད་ག་ཟེར་གེ་སར་ཆེན་མོ་ཞི་བ་ལ་ཁོ་རང་གི་ཁུངས་མེད་ལུང་མེད་བྱས་བྱས་མ་ལབ་རྒྱུ་དེ་འདྲ་མིན། གཉིད་ཉལ་བ་ཡིན་ནའི་བསོད་ནམས་ཡོང་གི་རེད་ད་དེ་སྣང་བ་མིན་པར་ཁྱེད་ཀྱི་རང་རེད་བསམ་གི་ཡོད་ན་ཨ་ནི་དེས་ག་རེ་གསུང་གི་རེད་ལོ་དུས་ཙམ་པར་འགྲོ་བརྗེད་ཡོད་ལབ་རེད། འདི་ནི་འཐད་པ་ཐང་ཆད་པར་ལག་སངས་ཀྱིས་ནི་ཞུས་པ་ལས་དམན་མོས་སེམས་ཅན་དོན་གྱི་ཕྱིར་དེ་བཞིན་ཞིག་བ་ཉིད་ཀྱིས་གསུངས། འོ་འདི་དཔེ་ན་ང་ནག་ཟུག་ད་ག་རེད་ད་དེ་འདྲས་ཀྱི་ཕན་ཡོད་ཡོང་རེད་ལབ་ན་ད་དེ་འདྲས་ཅིག་ད་བྱེད་དང་བྱེད་བསམ་གི་རུ་བ་ང་ནག་ཟུག་གང་གས་འོ་དེ་འདྲས་ཡིན་དེ་དུས་དེ་ནི་འཐད་པ་ཐང་ཆད་པ་ཟེར་དུས་འཐད་པ་ཟེར་ན་རྒྱུ་མཚན་ཡོད་པའི་སྟེང་ནས་ལག་བཟང་གིས་ཞི་བའི་སྡོད་ནང་ལོག་ལ། ཨ་ནི། དེ་འདྲས་ཀྱི་བསོད་ནམས་ཡོང་གི་རེད་ཟེར་ལབ་བཞག། སུའི་ཆེད་དུ་ལབ་འདོད་པ་ལབ་ན་སྨན་མོས་སེམས་ཅན་དོན་གྱི་ཕྱིར། སྨན་པ་ལ་དམོད་པ་ཟེར་ན་དག་སོ་སོ་གཅིག་པུའི་ཆེད་དུ། ཅིག་དཀའ་ལས་བརྒྱབ། བཀོན་ཇུས་ཡག་པོ་བྱས། ཨ་ནི། དྲན་པ་ཉིད་བཞག་བསྒོམ། དེ་འདྲས་བྱས་ནས་ལས་ཡང་འདི་གིས་གནས་ཚད་སླེབས་ཡ་ཡོད་རེད། འོ་དེ་འདྲས་ཡིན་ཙང་དེ་སྐད་ཡག་ཅིག་སྤྲོ་སྣང་སྐྱེ་ཡག་ཆེད་དུ་ལབ་བཞག་ཟུག་པར་ད་སྨད་མོད་སེམས་ཅན་དོན་གྱི་ཕྱིར་དེ་བཞིན་གཤེགས་པ་ཉིད་ཀྱིས་གསུངས་ཟེར་ཡག་དེ་ད་ང་ནག་ཛོ་ལས་དེ་འདྲའི་ལབ་དུས་སྐྱིད་པོ། སྐྱིད་པོ་ཡོང་གོ་བར་ད་ང་ནག་ཟུག་གི་ང་སྨན་པ་ལ་མོས་པ་ཟེར་ན་མིག་རྒྱང་ཆུ་ཆུ་བྱས་བྱས་ལས་ཀ་བྱས་དེ་ཉིད་དེ་ཡེ་ལ་ཟུག་པར་ད་ཐོམ་བཟང་གི་ཡིན་གསུངས་གོ་རོ་རོ་པ་ང་ཚོ་མི་ཉི་མ་ད་ལྟ་དེ་འདྲས་བྱས་བ་རེད་གཞུང་ལོག་ན་ལོག་ལ་བདག་ཡོད་བཞིན་དུ་བོང་གུ་ལ་ཞོན་ཅིག་ཕྱིན་པ་ལ་བདག་དགེ་མཚན་ཡོད་མ་རེད། འོ་དེ་ནང་བཞིན་བྱེད། ཅིག་མི་ལུས་ཏེ་དོན་སྙིང་ཆེན་པོ་ཅིག་ལ་བེད་སྤྱོད་བཏང་ཡ་ཡོད་བཞིན་དུ། ད་ཆུ་འཇུ་ཅིག་ལ་བེད་སྤྱོད་བཏང་པ་ཡིན་ན་ད་དེ་ཆོས་སུ་གྱེས་མི་འདུག་ག་དེ་ལས་ཆེས་ཐལ་བར་འཇུག་བཞག་ན། དོན་རྒྱ་ཆེ་བ་རུ་བ་ད་ག་ནང་བཞིན་དམིགས་ཡུལ་རྒྱ་ཆེ་བ། ཨ་ལས་ཀ་བྱེད་ཡུན་རིང་བ་ལས་ཆོད་ཆེ་བ། འོ་ད་དེ་འདྲས་ཡོད་དེ་དུས་ཙམ་བ་དང་བ་ཉག་ཅིག་བྱས་ཏེ་འདི་རེད་གསུང་གི་ཡོད་རེད། འོ་དེ་འདྲས་ཅི་རེད་བཞག། བྱས་ཙང་རྡོ་འདིའི་ནང་ལ་ག་འདྲའི་སྲུང་བ་ཡོད་རེད་ལབ་དུས་བདག་ནི་སེམས་ཅན་གྱི་ཚོགས་མཐའ་ཡས་པ་དེ་ལ་ཕན་པ་དང་བདེ་བའི་ཕྱིར་གོ་དགོས་ན་སེམས་ཅན་ཐམས་ཅད་ལ་ཕན་པ་དང་བདེ་བར་དམིགས་པ་མཐའ་ཡས་པའི་དགེ་བའི་རྩ་བ་མཐའ་ཡས་པ་དག་བག་མེད་པར་གྱུར་ཏམ། གཉིད་ཀྱི་ལོག་ཀྱང་ཉིན་མཚན་དུ་སེམས་ཀྱི་སྐད་ཅིག་ལ་འཕེལ་བ་དང་རྒྱས་པ་དག་ཡོངས་སུ་རྫོགས་པར་གྱུར་ཏེ། འོ་དེ་འདྲའི་སྲུང་བྱ་དེ་ནང་འདི་དུ་བ་བག་མེད་པ། གྱུར་ཏམ། གཉིད་ཀྱི་ལོག་ཀྱང་ཉིན་མཚན་དུ་སེམས་ཀྱི་སྐད་ཅིག་ལ་འཕེལ་བ་དང་སྐྱེས་པ་དང་ཡོངས་སུ་རྫོགས་པ། འོ་དེ། ད་ལུང་གི་སྒྲོག་བྱེད་ཚེ་སངས་རྒྱས་ཀྱིས་གསུངས་ཤ་ཟེ། ད་རིག་པའི་སྒྲོག་བྱེད་ཡོད་རེད་ད་འདོད་ད་ངས་ལུང་དྲངས་པ་ཙམ་མ་རེད་ད་འདོད་ང་རྒྱུ་མཚན། རིག་པ་བཏང་བྱས་རྒྱུ་མཚན་ཡོད་ཟེ་ད། མཚན་ཉིད་རིག་པ་རྒྱབ་རྟེན་ལ་བཅོལ་བྱས་དངོས་པོའི་གནས་ལུགས་རྒྱུ་མཚན་ལ་བཅོལ་བྱས་སྒྲོབ་བྱེད་ཡོད་ཟེ་བ་རེད། ད་དེ་ག་འདྲས་བཟུང་གི་འདུག་ལབ་སོང་ན། སེམས་ཅན་རྣམས་ཀྱི་ལས་ནས་བརྩམ་སེ་ལོ་སྙམ་དུ་བསམ་ནའང་ཕན་འདོགས་བསམ་པ་དང་ལྡན་ཏེ་བསོད་ནམས་དཔག་མེད་ལྡན་གྱུར་ན། སེམས་ཅན་རེ་རེའི་མི་བདེ་བ་དཔག་ཏུ་མེད་པ་སེལ་འདོད་ཅིང་རེ་རེའང་ཡོན་ཏན་དཔག་མེད་པ་འགྲུབ་པར་འདོད་པ་སྨོས་ཅི་དགོས། བོ་ད་ག་རེད། ད་རིག་པ་བོ་འདི་ཡིན་ཟེར་བོ། བྱང་ཆུབ་སེམས་ཀྱི་བསམ་བློ་བཏང་ཡག་སྟེ། སེམས་ཅན་ཡོད་དོ་ཅོག་ང་ནགས་ཚོ་མི་གཅིག་གོ་ཆ་བྱས་ནས་དུང་ཕྱུར་བདུན་ཅུ་བརྒྱད་ཅུ་རུ་བ། ད་དཔེར་ན་ང་ནགས་ཚོས་སྦུ་གྲོག་མ་ལྟ་བུ་ཅིག་ལ་ཆ་ཞོ་དང་བགྲང་གིས་མི་ལང་བ་རེད་ད་སེམས་ཅན་ཐམས་ཅད་ལབ་ན་ད་རིགས་མེད་འདྲ་ཨ་ལེ་ང་ཚོའི་རིགས་སྐྱེས་བུ་བགྲང་གིས་ནི་ལས་མང་པོ་ཞི་བ་རེད། ད་བགྲང་གིས་གསལ་བོ་འདྲ་པོ་བཟོ་མི་ཐུབ་པ་དེ་འདྲ་རེད་བྱས་ཙང་དཔག་ཏུ་མེད་པ་ཟེར་ཡ་འོ་དེ་འདྲས་ཅིག་རེད་དེ་ཡིན་དེ་དུས་ད་བྱང་ཆུབ་སེམས་ཀྱི་བསམ་བློ་དང་ཡང་དེ་ད་ག་རེད་རིས་སུ་མ་མཆིས་པའི་སེམས་ཅན་ཐམས་ཅད་ཀྱིས་སྡུག་བསྔལ་གང་གཱ་སེམས་ཅན་རེ་རེ་གི་སྡུག་བསྔལ་གང་གཱ་ཚེ་ཚེ་སྡིག་གི་གང་གཱ་བརྩོན་ལེན་བྱས་ལ་ཡང། སྐྱེ་ཐུབ་པ་ཅིག་ཡིན་གསུང་གི་ཡོད་རེད་པ། འོ་དེ་འདྲ་ཡིན་དེ་དུས། སེམས་ཅན་ནང་གི་ཀླད་པའི་ན་ཚ་ཙམ་ཞིག། མེད་པ་བྱ་རོགས་བྱས་ན་བསམ་ནའི་ལས། སེམས་དེ་འདྲས་ཅིག་སྐྱེས་པ་ཡིན་ནའི་ལས། ཕན་ཡོན་ག་ཚད་ཡོད་རེད། བསོད་ནམས་གསལ་གི་རེད་མ་རེད་ཟེར་དགོས་རེད་བསོད་ནམས་ཡོད་རེད་པ། འདི་ང་ཚོའི་འཇིག་རྟེན་མི་ཡུལ་ཁམས་ལ་མི་ཡག་པོ་ཅིག་གི་བྱ་སྤྱོད་དང་བསམ་སྟངས་དང་བྱེད་ལ་བརྩི་གི་རེད་པ། འདི་ད་ག་རེད་པ་ཡ། ད་བྱང་ཆུབ་སེམས་ཀྱི་བསམ་བློ་འདང་ཡང་དེ་སེམས་ཅན་རེ་རེ་ཆད་ཆད་དེ་གས་ཚང་མ་ལོག་གི་མི་བདེ་བ་དཔག་ཏུ་མེད་པ་དེ་གས་སེལ་དུ་རེ་རེ་ལ་ཡོན་ཏན་དཔག་ཏུ་མེད་པ་འགྲུབ་པར་འདོད་ཉན་གྱི་བློ་བློ་ཤོག་ཆེན་པོ་བློ་སྐྱེད་ཆེན་པོ་ཅིག་རེད། ད་འདི་ལ་བསོད་ནམས་དཔག་མེད་ཡོད་པ་འདི་ད་བཤད་དགོས་འདུག་བས་བྱས་ཙང་ངས་བསྒྲུབ་ཡག་བ་དེ་འདྲས་ཅིག་ཡིན་གསུང་གི་ཡོད་རེད། འོ་དེ་འདྲས་ཟེར། བྱས་ཙང་དེ་རིང་ཞུ་ཡག་གི་དག་གཞུང་དང་འབྲེལ་བའི་ཞུ་ལག་གི་ནང་དོན་བྱས་ན་དེ་འདྲས་ཟེར། ད་ཡིན་ནའི་སྐབས་དོན་ང་ནག་འཛུལ་ཏེ། སྨོན་འཇུག་གི་སེམས་དེ་ལག་ལེན་ལ་འཁྱེར་སྟངས་དེ་ངས་དེ་རོབ་རྩ་ཆེ་ཞུ་གིན་ཡོད་རེད་པ། བྱས་ཙང་ང་ནག་འཛུག་ནང་རྒྱུན་ཨང་དང་པོ་དེ་དཔེ་ཀློག་འདྲ་པར་རྒྱུན་སྐྱོང་བྱས་པ་ཡིན་ནའི་ལས་དེ་འདྲས་སྣང་དགོས་ཀི་རེད། ད་བྱང་ཆུབ་སེམས་ཀྱི་རྒྱུ་ལོ་ལ་ཤེས་རབ་གསོ་སྐྱོང་བྱེད་དགོས་ཀྱི་ཡོད་ཙང་ང་ཚོ་ཤེས་རབ་གསོ་ཡ་གི་ཐབས་ཤེས་ཡག་ཤོས་དེ་དཔེ་དེབ་ཀློག་ཡ་དེ་རེད། དེ་ཡང་ག་རེ་ལབ་སོང་ན་ཁྱེད་རང་ལས་གནས་ག་པར་ཡོད་ནས་ལས་གནས་འདི་དང་འབྲེལ་བའི་དཔེ་དེབ་ཀློག་རྗེས་ལས་གནས་འདིའི་གི་སྟེང་ནས་སྤྱི་ཚོགས་ལ་ཞལ་ཆེ་བཞག་ཡ་ནི་རེད་མིའི་རིགས་ལ་རིན་ཐང་སྤྲོད་ཡ་ཡི་ནི་རེད་ཁྱེད་རང་མི་ཚེ་དོན་སྙིང་ལྡན་པ་བཟོ་ཡ་ཡི་ནི་རེད་དེ་འདྲས་ཅིག་གི་སྟེང་ནས་བཟོ་དགོས་རུ་བ། དཔེར་ན། ང་རང་རྩོམ་པ་པོ་འདྲ་པོ་ཅིག་ཡིན་པ་ཆ་བཞག་ན། ད་རྩོམ་པ་པོས་མི་ཚེ་དོན་སྙིང་ལྡན་པ་ཅིག་དང་བྱང་ཆུབ་སེམས་ཀྱི་ལག་ལེན་འདྲ་པོ་ག་ནས་འགྲོ་དགོས་པ་རེད་ལབ་ཡོང་དུས་རྩོམ་རྒྱབ་ནི་རུ་བ། འགྲོ་བ་སེམས་ཅན་ལ་ཕན་འདོགས་ཡག་རྩོམ་རྒྱག་བྱེད་གོ་རྟོགས་སད་ཡག་རྩོམ་རྒྱག་བྱེད་སྨུག་སྨྱིག་ལས་གྲོལ་ཡག་རྩོམ་རྒྱག་བྱེད། འདི་ཡིག་གི་ཆེད་ལས་ཀྱི་སྤུས་ཚད་བཏོན་ཆེད་སོ་སོའི་ནུས་པ་དེ་བཏོན་དགོས་ཀྱི་ཡོད་རེད་པ། སྤྱི་ཚོགས་ཀྱི་གནས་ཚུལ་འཁྱར་འཁྱོར་གང་འདྲ་ཡིན་ནའི་ལས་གསལ་པོ་དང་རྗེན་པ་ཁོ་རང་ལ་མ་བཏོན་ཆེད་ཨ་ནི་སྤྱི་ཚོགས་དེ་དྲང་པོ་དང་བདེན་པའི་ལམ་ལ་ཁྲིད་ཡག་དེ་འགན་འཁྲི་བྱེད་དགོས་རེད་པ་དེའི་སྟེང་ནས་རེད་ད་ཡང་ང་དགེ་རྒན་ཅིག་ཡིན་པ་ཆ་ཤས་ན་ངས་སློབ་མ་གསོ་སྐྱོང་བྱས་རྗེས་སློབ་མ་དེ་ག་ལ་བླང་དོར་དབྱེ་འབྱེད་གཏང་ཡག་གི་ཤེས་རབ་སྤྲད། སློབ་མ་དེ་གིས་ལ་མ་འོངས་མི་ཚེ་ལ་འགྲོ་སྟངས་དེ་འདྲས་འགྲོ་དགོས་རེད་ཟེར་ཚེ་ལང་ཀ་གི་སྲབ་མདའ་འདྲ་པོ་དེ་བར་གསལ་པོ་བསྟན། སློབ་མ་དེ་གིས་འཁྱོག་ལམ་ལ་འགྲོ་གི་ལོག་ལམ་ལ་འགྲོ་གི་འདུག་ན་དེ་ལ་ཕྱིན་པ་ཡིན་ན་དེ་འདྲས་དེ་འདྲས་ཡོང་གི་རེད་ཟེར་ཚེ་ལམ་ནོར་འདོགས་བྱེད་ཀྱི་རྟ་ཅིག་སྤྲོ་སྣང་ཡོད་པ་ཚོས་དེ་འདྲས་བྱེད་དགོས་ཀྱི་ཡོད་རེད་པ། དེ་འདྲས་བྱས་ནས་རྟ་འདོར་འདོད་ན་ངས་འགན་འཁྲི་ཁྱེད་ཅེས་བསམ་བློ་ཟོག་འདྲ་བཟོས་ཡ་དེ་ཡང་ངས་མི་ཚེ་དོན་དང་ལྡན་པ་བྱེད་ཡ་དང་དེའི་སྟེང་ནས་ལས་ཀ་བྱེད་ཡ་དེ་རེད་པ་བྱས་ཙང་ཆེད་ལས་སོ་སོས་སོ་སོ་ལ་དེ་འདྲས་ཀྱི་ཤེས་རབ་བསྐྱེད་དགོས་པ་རེད། ཞེས་སྨྲ། དུ་ཡང་སེམས་ཅན་ཐམས་ཅད་ཟིལ་ལབ་ཡོང་དུས་སེམས་ཅན་རེ་རེ་དོན་ཕྱིན་ཆད་རང་ལ་དཀའ་ངལ་ག་རེ་དོན་གཉེར་དཀའ་ངལ་དེ་འཁྲུག་མཁན་རྣམས་ཏེ་སུ་གཅིག་གི་ཨབས་སུ་བསྡུ་ཡང་མེད་མགྱོགས་ཀྱི་ལས་ཀ་བྱེད་རོགས་བྱས་ཙང་ཡང་ང་ནག་ཚོས་བྱ་སྤྱོད་ལ། ཅིག་ལག་ལེན་བསྟར་དུས་བསམ་པ་དེ་འདྲས་སེ་བསྟར་དགོས་ཡ་དེ་གལ་ཆེན་པོ་རེད། དེ་གཞི་ར་བྱས། ད་དེ་ནས་ང་ཚོས་ཡང་བྱང་ཆུབ་སེམས་དགོད་པ་ལ་ཨ་ལས་ཨང་དང་པོ་སེམས་ལྷོད་པོ་དང་སེམས་གཅིག་ག་ལ་ལོག་རེད་ད་ལྷིང་པོ་བབ་ཆགས་པོ་འདི་བཟོ་དགོས་བར་བ་བྱེད་ཙང་ང་ནག་ཚོས་སྒོམ་རྒྱག་པ་ཡོད་དེ་གལ་ཆེན་པོ་རེད་དེ་ཡིན་དེ་དུས་ད་སྒོམ་ག་རེ་སྒོམ་དགོས་རེད་ལབ་ན་བྱང་ཆུབ་སེམས་སྒོམ་ན་འགྲིག་གི་རེད་སྨོན་སེམས་སྒོམ་ན་འགྲིག་གི་རེད་འཇོག་སེམས་སྒོམ་ན་འགྲིག་གི་རེད་ཡང་བྱང་ཆུབ་ཀྱི་སེམས་ཟད་དེ་ལ་ཕན་ཡོན་དེ་འདྲ་དེ་འདྲ་དེ་འདྲ་ཞིག་འདུག་བསམ་བྱས་སམ་བདག་གནས་ལས་ཤར་སྒོམ་ཟད་དེ་འགྲོ་དགོས་བར་དེ་ཡང་སྒོམ་རེད་བྱས་ཙང་དེ་ཞོགས་ཡ་ང་ནག་ཚོས་སྐར་མ་ལྔ་ཙམ་ཞིག་བེད་སྤྱོད་བཏང་ནང་ཆར་བ་དེ་ས་སྐྱིད་པོ་གཅིག་གི་སྒང་ལ་གཙང་སྦྲ་དང་ལྡན་པའི་ཐོག་ནས་བཞུགས་ཨ་ནི་སྒལ་ཚིགས་དེ་ཡང་དག་སྣང་བྱེད་ཅིག་ཡང་བསམ། ཨ་ནི་ལུས་དེའི་བར་ལྷོད་བོ་བྱས་བྱས་བཞག་ནས་བསམ་བློ་འདི་གའི་སྟངས་དྲན་ཤིང་ཡང་ས་ཡང་ས་བསྟན། ཡང་ཉིན་གུང་གི་དུས་ཚོད་དུ་བ་ཁ་ལག་གི་སྔོན་དུ་བ་ཅིག་ལ་ཅིག་སྐར་མ་གཅིག་ཙི་དེ་འདྲས་ཀྱི་བསམ་བློ་བཏང་ཡོད་དུས་སྟབས་བདེ་བོ་དེ་འདྲའི་བསམ་བློ་བཏང་ན། ཨ་འདི་ནས་དགོན་བདག་ཉེ་དགའ་ལྷ་མོ་དེ་ད་ངས་དེ་རིང་ལས་ཀ་དེ་འདྲ་ཅིག་བྱེད་ཐུབ་སོང། དེ་རིང་ངས་མི་ལ་ནམ་རྒྱུན་ངན་པ་བཏང་ཡས་སྔིན་མ་ལས་ད་རི་ཉོ་བོར་བཏང་ཐུབ་སོང་སྐད་ཆ་སྙན་པོ་བཤད་ཡག་པོ་ཆགས་སོང་ད་ག་ནང་བཞིན་ང་རའི་ལས་ཀ་དེ་ཧུར་ཐག་པ་ད་གྲུབ་སོང་ཨ་ངས་ཤེས་རབ་བཙལ་འཚོལ་བྱས་ཀང་དཔེ་དུས་དེ་སྐད་བདག་ཐུབ་སོང་ཨ་ནི་ངས་དེ་རིང་སྒོམ་རྒྱག་ཡས་དེ་དུས་ཚོད། རྟག་དང་ཐུན་གསུམ་ལ་ཏག་ཏག་བརྒྱབ་ཐུངས་སོ་བསམ་བྱས། འཇོག་སྡོམ་བརྒྱབ་ན་ད་ཉི་མ་གཅིག་ཡག་པོ་ཆགས་འགྲོ་གོ་རུ་འདུག་བྱས་བྱས། ད་གཙོ་གཙོ་གཙོ་དེ་ང་ན་ཚོས་ལག་ལེན་ལ་བསྟར་དགོས་ཡ་དེ་གལ་ཆེན་པོ་ཆགས་འགྲོ་གོ་རེད། ཤེས་མ་གཏོགས་ཡང་ང་ན་ཚོས་འདིའི་ནང་ལོགས་ལ་པད་ད་རྫིག་པོ་ཞུ་ཅི་མ་ཞུ་དུ་མ་ཞུ་ཞུས་ནས་ཚོའི་ནང་ལ་བུད་ཡ་གལ་མེད་པ་ཡིན་ན་དེ་སྟོང་པར་བ། བྱས་ཙང་ང་ནང་དུ་གཙོ་བོ་དེ་བྱང་ཆུབ་སེམས་དཔའ་འགོ་རྩོམ་ཡ་དེ་སོ་སོའི་ཕ་མ་སྤུན་རྒྱ་ནས་བྱས་ཚེ་སོ་སོའི་ནམ་རྒྱུན་དབང་ཡོན་མང་ཤོས་ག་པར་ཤེས་ཀྱི་ཡོད་ན་ཐོབ་ཚུལ་མང་ཤོས་ག་པར་ཤེས་ཀྱི་ཡོད་ན་ཤེས་ཚེ་དེ་ནས་འགོ་རྩམ་བྱས་ཨ་ནི་དེ་ལ་ཕ་དགོངས་དང་ཐུགས་གཏན་ཞུ་ཡ་དང་དེ་ལ་ནམ་རྒྱུན་ཡག་པོ་བསྟེན་ཡ་ཨ་ནི་དེ་ལ་སེམས་ཀྱི་སྐད་ཆ་བཤད་ཡ་དེའི་སེམས་ཀྱི་སྐད་ཆ་ཚུར་ཉན་ཡ་སྡུག་བསྔལ་ག་རེ་ཡོད་ན་མཉམ་སྤྱོད་བྱེད་ཡ་འོ་དེ་འདྲའི་སྟེང་ནས་འགྲོ་རྒྱུ་རེད་འོ་དེ་འདྲའི་རྗེས་ལ་བཞག་གི་ཡིན།